ལེའུ་དང་པོ། ཡབ་རྒྱལ་པོ་ཟས་གཙང་མ་དང་ཡུམ་སྒྱུ་འཕྲུལ་ཆེན་མོ། གནའ་སྔ་མོ་ཞིག་ལ་རྒྱ་གར་བྱང་ཕྱོགས་ཀྱི་སེར་སྐྱའི་གཞི་ཞེས་བྱ་བར་མཚན་ལ་ཟས་གཙང་མ་ཞེས་པའི་རྒྱལ་པོ་ཞིག་ཡོད། ཁོང་གིས་མཛེས་སྡུག་ཡིད་དུ་འོང་བའི་ཀུ་ལི་ཡའི་རིགས་ཀྱི་སྲས་མོ་སྒྱུ་འཕྲུལ་ཆེན་མོ་དང་ལྷན་དུ་གཉེན་སྒྲིག་བྱས་ཏེ། ཁོང་ཁྱོ་ཤུག་གཉིས་ཀྱི་ཤཱཀྱའི་རིགས་ཀྱི་མངའ་འབངས་ལ་དབང་བསྒྱུར་ཞིང་ཆོས་བཞིན་དུ་བསྐྱངས། ཤཱཀྱའི་རིགས་ཀྱི་རྒྱལ་ས་ནི་སེར་སྐྱའི་གཞིས་ཞེས་བྱ་བ་དེ་ཡིན་ཞིང། དེ་ནི་རྒྱ་གར་བྱང་ཕྱོགས་ཀུ་ལི་ཡའི་རྒྱལ་ཕྲན་གྱི་ཉེ་འདབས་སུ་ཆགས་ཡོད། རྒྱལ་པོ་ཟས་གཙང་མ་ནི་ཧ་ཅང་གི་ཡ་རབས་བཟང་སྤྱོད་དང་ལྡན་པ་ཞིག་ཡིན་ལ། ཁོང་གི་བཙུན་མོ་སྒྱུ་འཕྲུལ་ཆེན་མོ་ཡང་དེ་དང་གཅིག་མཚུངས་ཀྱི་ཀུན་སྤྱོད་ལ་ལྷད་མེད་པར་གཞིག་གོ། དེར་བརྟེན་ཕོ་བྲང་དུ་ཡོད་པའི་འཁོར་གཡོག་མཐོ་དམན་ཚང་མ་ཁོང་རྣམ་གཉིས་ལ་སྙིང་ཐག་པ་ནས་དགའ་མོས་དང་བརྩི་བཞིན་མཆིས། འོན་ཀྱང་ཁོང་ཁྱོ་ཤུག་གཉིས་ཀྱིས་དུས་ཡུན་རིང་མོ་ཞིག་གི་སྔོན་ནས་སྲས་ཤིག་འཁྲུངས་རྒྱུར་ངང་སྒུག་གི་རེ་བ་བྱས་ནའང། སྲས་གཅིག་ཀྱང་མ་འཁྲུངས། གང་ལྟར་དེ་ལྟའི་ལོ་ཟླ་རིམ་བཞིན་བཞུད་འགྲོ་བའི་མུར། ཚེ་ཆེན་བཅོ་ལྔ་ཞིག་གི་མཚན་མོར་བཙུན་མོ་སྒྱུ་འཕྲུལ་ཆེན་མོ་ལ་མཚན་ལམ་ཡ་མཚར་བ་ཞིག་བྱུང། མཚན་ལམ་དེའི་ནང་ལྷ་དང་ལྷ་མོ་བཞི་ཡིས་བཙུན་མོ་ཁོང་ཧི་མ་ལ་ཡའི་རི་རྒྱུད་ཀྱི་མཚོ་མ་ཁྲུས་ཞེས་པ་དེར་ཁྲིད་ནས་ལྷ་དང་ལྷ་མོའི་ཚོགས་ཀྱིས་མཚོ་མོ་དེ་ལས་ཁོང་ལ་སྐུ་གཟུགས་འཁྲུད་ཅིང་ཁྲུས་གསོལ་བར་བྱས་ཏེ། རབ་འབྱམས་ལྷ་རྩེད་ཀྱི་ན་ཚ་དག་གཡོགས་པའི་མཇུག་ཐོགས་དེར། དུང་ལྟར་དཀར་བའི་གླང་ཆེན་ཞིག་གིས་མཆེ་བའི་དཀྱིལ་པད་དཀར་གྱི་མེ་ཏོག་འགའ་ཁྱེར་ནས་ཁོང་ལ་ལན་གསུམ་བར་དུ་བསྐོར་བ་བྱས་ཏེ་མཐར་གླང་ཆེན་དེ་མི་མངོན་པར་གྱུར་ཏོ། དེ་ནས་ཁོང་གནས་ལས་སད་པས་དེ་ཚོ་ཚང་མ་རྨི་ལམ་ཡིན་པ་གཞི་ནས་ཤེས། འོན་ཀྱང་ཕྱི་ཉིན་ཞོགས་པ་སྔ་པོ་དེར་བཙུན་མོ་སྒྱུ་འཕྲུལ་ཆེན་མོ་རྒྱལ་པོ་ཟས་གཙང་མའི་མདུན་དུ་བཅར་ནས་མདང་ཁོང་རྨིས་པའི་སྨོན་ལམ་གྱི་སྐོར་ཇི་བཞིན་ཞུས་པ་ན། རྒྱལ་པོ་ཆེན་པོས་མཚན་ལམ་དེའི་དོན་གནད་མ་རྟོགས་པར། དེར་བརྟེན་ཁོང་གིས་མཁྱེན་རྒྱ་ཆེ་ཞིང་ཤེས་ཡོན་གྱིས་ཕྱུག་པའི་དྲང་སྲོང་དགའ་ཕོ་བྲང་དུ་བོས་ཏེ། མཚན་ལམ་ལ་བརྟག་དཔྱད་བྱེད་དུ་བཅུག་ནས་དེའི་སྐོར་ལ་བཀའ་འདྲི་ཞུས་པར། གན་རྒྱ་ཆེ་བའི་དྲང་སྲོང་དག་གིས་མགྲིན་གཅིག་ཏུ་ཞུ་དོན། ཀྱེ་རྒྱལ་པོ་ཆེན་པོ་ལགས། ལྷ་དང་ལྷ་མོའི་ཚོགས་ཀྱིས་བཙུན་མོ་སྒྱུ་འཕྲུལ་ཆེན་མོ་སངས་རྒྱས་ཀྱི་ཡུམ་བྱིན་དུ་གདམས་པ་ལགས་ན། ཁྱེད་ནི་ཇི་འདྲའི་སྐུ་བསོད་དང་ལྡན་པ་ཞིག། དེས་ན་སྲས་དེ་རིང་པོར་མི་ཐོགས་པར་བླ་ན་མེད་པ་ཞིག་ཏུ་འགྱུར་བར་ངེས་སོ་ཞེས་ཞུས་པ་ན། བཀྲ་ཤིས་པའི་གཏམ་བཟང་དེས་རྒྱལ་པོ་ཡབ་ཡུམ་གཉིས་ལ་སྤྲོ་སྣང་དང་དགའ་སྐྱིད་ཡིད་མགུ་བ་ཞིག་བྱིན། བཀྲ་ཤིས་པའི་གཏམ་བཟང་དེས་རྒྱལ་བློན་འཁོར་གཡོག་དང་བཅས་པ་ལ་གནོན་པར་དཀའ་བའི་སྤྲོ་བ་སྟེར་བར་བརྟེན། རྒྱལ་ཕྲན་དེའི་ཡུལ་མི་ཡོད་དོ་ཅོག་ཕོ་བྲང་དུ་མགྲོན་འབོད་ཀྱི་གསོལ་སྟོན་གཟབ་རྒྱས་ཤིག་བཤམས་ཤིང། བཀྲ་ཤིས་ཤིང་དོན་འགྲུབ་པའི་གཏམ་བཟང་གི་གནས་ཚུལ་དེ་ཡོངས་ཁྱབ་ཏུ་གསལ་བསྒྲགས་གནང། ཐ་ན་ཡུལ་མི་དབུལ་ཞིང་ཕོངས་པ་དག་ལའང། ཟས་གོས་ཀྱི་སྦྱིན་གཏོང་གནང་རྒྱུ་སོགས་མདོར་ན་དགོས་ངེས་ཀྱི་བྱེད་སྒོ་མཐའ་དག་མ་བརྗེད་པར་བསྒྲུབས་སོ།